ད་དེར་ང་ཚོ་དེ། བོད་ཀྱི་ལོ་རྒྱུས་ནང་གི། གང་ལྟར་ཅིག། སྡུག་བསྔལ་བྱུང་པའི་དྲན་གསོ་ཞིག་ང་ཚོ་བྱེད་ཀྱི་ཡོད་རེད། ཨེ་འདིའི་ས་ལ་ཡང། གདུང་སེམས་མཉམ་སྐྱེད་མཚོན་ཡག་དང། ཅིག་བདེན་དོན་གྱི་འཐབ་རྩོད་ལ། རྒྱབ་སྐྱོར་གྱི་རྣམ་པ་མཚོན་ཡག་ལ་ཡང། ཨེ་ནི། ད་གང་ལྟར། ང་ཚོ་ཨ་མི་རི་ཀའི་དང་གྲོགས་པོ། རི་རབ་ལམ་རེད། ཨེ་བདག་ནི་ཁྱེད་རང་ཚོ་མི་ཁ་ཤས་ཤིག་འདུག་དེའི་ཡིད་ཆེས། ཨེ་ནི་ལྷག་པར་རྒྱ་རིགས་སྤུན་ཟླའི་ནང་ནས་ཁྱེད་རང་ཚོ་རང་དབང་དང། གཅིག་བདེན་དོན་ལ་ཡ། དངོས་གནས་གཅིག་སོ་སོ་སྒེར་གྱི་ངོས་ནས་མོས་པ་དང་ཡིད་ཆེས་ཀྱི་ཐོག་ནས། ཨེ་ནི་སྤྱི་ཚོགས་ནང་ལ་ཡིན་ནའི། སོ་སོའི་ཡིད་ཆེས་ཀྱི་མི་ལ་བར་སྟོན་བྱས། གཅིག་དེ་འདྲས་ཀྱི་ཐོག་ནས། ད་ག་ལྟར་བྱས་ཀྱི་རང་དབང་བདེན་པའི་འཐབ་རྩོད་བྱེད་མཁན་གྱི་ད་གྲོགས་པོ་མང་པོ་ཅིག་ང་ཚོ་བོད་པའི་བདེན་དོན་རང་དབང་འཐབ་རྩོད་བྱེད་ཡག་ལ་གདུང་སེམས་མཉམ་སྐྱེ་དང་ལྷག་པར་དུ་ཡ་བོད་ཀྱི་བདེན་དོན་གྱི་ཐོག་ལ་རྒྱ་མི་རིགས་ཚོས་བདེན་དོན་གྱི་རྒྱབ་སྐྱོར་བྱེད་ཀྱི་ཡོད་བསྡད་པ་ཞིག་གི་ད་རྣམ་འགྱུར་བསྟན་ཡག་ལ་ཡ་ཁོ་རང་ཚོ་དེ་ཆེད་མངགས་ད་བར་སྐབས་ལོ་ཤས་ཕྱིན་སོང་ང་ཁོ་རང་ཚོ་ཆ་ཆེན་ཞིག་ཡོང་བསྡད་ཀྱི་འདུག་བ་འདི་ཡང་གནད་འགག་ཆེན་པོ་ཞིག་འདུག། གང་ལྟར་བོད་ཀྱི་དཀའ་ངལ་འདི་རྒྱ་ཕྱོགས་ནས་བྱུང་བསྡད་པ་ཞིག་རེད། བྱས་ཙང་ཀ་དཀའ་ངལ་འབྱུང་ས་འདི་རྒྱ་ཆེའི་མི་མང་གི་ཐོག་ནས་བདེན་པ་བདེན་པར་ངོས་འཛིན་པའི་ཐོག་ནས་བདེན་དོན་ལ་རྒྱབ་སྐྱོར་བྱས་ཟིན་མཁན་འདི་དངོས་གནས་གཅིག་གི་ཕན་ཚུན་གཉིས་ཕན་གཅིག་གི་ཐོག་ནས་ཨེ་ནི་དཀའ་ངལ་སེལ་ཐུབ་ཡག་གི་ཆ་རྐྱེན་གལ་ཆེ་ཤོས་ཆགས་ཀྱི་ཡོད་རེད། དེ་ལྟར་ཁྱེད་རང་ཚོ་དེ་རྒྱ་རིགས་གྲོགས་པོ་དེ་དངོས་སུ་ཕེབས་པ་ཁྱེད་རང་ཚོ་དང་ཁྱེད་རང་ཚོ་བརྒྱུད་ནས་རྒྱ་རིགས་གྲོགས་པོ་བདེན་དོན་ལ་རྒྱབ་སྐྱོར་བྱེད་མཁན་དངོས་ཡོད་གནས་ཚུལ་རྟོགས་མཁན་དེ་ཚང་མ་ལ་ཡང་དམིགས་བསལ་གྱི་འཚམས་འདྲི་ཞུ་གི་ཡོད་ཐུགས་ཆེ་ཞེས་ཞུ་གི་ཡོད། ད་ལྟ་བྱས་ན་གསུང་བཤད་དེ་ག་མ་ལོག་བྱེད་ཀྱིན་འདྲ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ཀྱི་རྒྱལ་ས་ལྷ་སར་རྒྱ་དམར་གྱི་བཙན་གནོན་ལ་བོད་མི་མང་གིས་ཞི་རྒོལ་བྱས་ནས་ལོ་ལྔ་བཅུ་ང་གཉིས་ཐོག་དང། སྤྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཀྱི་ས་ཁུལ་ཡོངས་སུ་འཚེ་མེད་ཞི་བའི་གྱེན་ལངས་བྱས་ནས་ལོ་གསུམ་འཁོར་བ་བཅས་ཀྱི་དུས་ཚིགས་ཁྱད་པར་ཅན་འདིར། བོད་མི་རིགས་དང་རྒྱལ་བསྟན་ཆབ་སྲིད་ཀྱི་དོན་དུ་ལུས་སྲོག་དོར་བའི་སྤོ་བོ་སྤོ་མོ་རྣམས་ལ་རྗེས་དྲན་བསྔོ་སྨོན་དང། ད་ལྟའང་བཙན་འོག་ཏུ་སྡུག་སྦྱོང་མནར་གཅོད་མྱོང་བཞིན་པ་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་འཚམས་འདྲི་སེམས་སུ་ཡོད། དེ་བཞིན་བོད་རིགས་འདས་གསོན་རྣམས་ཀྱི་མཚོན། སྐྱེ་འགྲོ་ཡོངས་ལ་འཕྲལ་ཡུན་ཀུན་ཏུ་དགེ་བའི་སྨོན་འདུན་ཤུགས་དྲག་བྱེད་རྒྱུ་ཡིན། མི་ལོ་དྲུག་ཅུ་བརྒལ་བའི་རིང་རང་དབང་བྲལ་ཞིང། བཙན་གནོན་སྡུག་སྦྱོང་དང་འཇིགས་སྣང་རྒྱུན་ཆད་མེད་པའི་འོག་གནས་པའི་བོད་མི་རྣམས་ཀྱིས་བོད་ཀྱི་ཆོས་དང་རིག་གཞུང། ཡ་རབས་བཟང་པོའི་གོམས་གཤིས་སོགས་བོད་མིའི་ཐུན་མིན་ངོ་བོ་ཉམས་མེད་རྒྱུན་འཛིན་བྱས་པ་མ་ཟད། གཞོན་སྐྱེས་མི་རབས་གསར་པ་གནའ་བོའི་རང་དབང་བོད་ཀྱི་གནས་བབ་རྒྱུས་མངའ་མེད་པ་ཚོས་ཀྱང་སྙིང་སྟོབས་དང་ལྷག་བསམ་ཞུམ་མེད་པའི་སྒོ་ནས་བོད་མིའི་བདེན་དོན་འཐབ་རྩོད་ཀྱི་རྒྱུན་འཛིན་བྱེད་བཞིན་ཡོད་པ་ནི་ངོ་མཚར་གནའ་བོའི་གྱི་གནས་དང་བོད་མི་རིགས་ཀྱི་གཟི་བརྗིད་དང་རླབས་ཆེན་གྱི་བྱས་རྗེས་བཅས་ཡིན་པས་ལེགས་གསོལ་དབུགས་དབྱུང་ཡོད། དོན་དངོས་ཐོག་ས་ཡི་གོ་ལ་འདི་ནི་དེའི་སྟེང་དུ་གནས་པའི་མང་ཚོགས་ལ་དབང་བ་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱང་དེའི་ཡུལ་མི་དུང་ཕྱུར་བཅུ་གསུམ་ལ་དབང་བ་ཡིན་པས། ཡུལ་གྱི་བདག་པོ་མང་ཚོགས་ལ་ཆབ་སྲིད་དང་དཔལ་འབྱོར་སྤྱི་ཚོགས་བཅས་ཀྱི་དངོས་ཡོད་གནས་ཚུལ་རྣམས་ཤེས་རྟོགས་བྱེད་པའི་ཐོབ་ཐང་ཡོད། མང་ཚོགས་ཀྱིས་གནས་ཚུལ་ཤེས་ན་དེ་དག་ལ་ལེགས་ཉེས་འབྱེད་པའི་རྣམ་དཔྱོད་ཡོད་པར་ཡིད་ཆེས་ཡོད། དེར་བརྟེན་མང་ཚོགས་ཀྱི་གནས་ཚུལ་ཇི་བཞིན་ཤེས་རྟོགས་ཡོང་རྒྱུ་བཀག་འགོག་བྱེད་པ་ནི་འགྲོ་བ་མིའི་སྤྱོད་ཚུལ་དང་འགལ་བ་ཡིན། ལྷག་པར་རྒྱ་ནག་གི་དབང་འཛིན་པ་ཚོས་དམར་ཤོག་ཚོགས་པའི་ལྟ་གྲུབ་དང་སྲིད་ཇུས་ལས་རིམ་བཅས་གང་ཞིག་ཡིན་ཡང་ཡང་དག་པ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། དེ་ལྟར་ཡིན་ན་ཡང་དག་པའི་གནས་ཚུལ་མང་ཚོགས་ཀྱི་ཤེས་སུ་འཇུག་དགོས་པ་ལས་སྦ་གསང་བྱེད་དགོས་དོན་མེད། དཔལ་འབྱོར་དང་དམག་ཤུགས་སོགས་འཛམ་གླིང་འདིའི་ཐོག་སྟོབས་ཆེན་རྒྱལ་ཁབ་ཀྱི་ངོ་བོ་འབུར་དུ་ཐོན་ཞིང་ཐོན་བཞིན་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་འཛིན་པ་ཚོས་གཞུང་འབྲེལ་གྱི་ལས་དོན་ཅི་འདྲ་ཞིག་ཡིན་ཡང་ཕྱི་གསལ་ནང་གསལ་བྱ་རྒྱུ་ཤིན་ཏུ་གལ་ཆེ་ཡིན། ལྷག་པར་འཛམ་གླིང་གི་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་རྒྱ་ནག་ལ་རྒྱལ་སྤྱིའི་ཐོག་འགྲོ་བ་མིའི་སྤྱི་ཚོགས་ལ་ཞབས་འདེགས་དང་མཐུན་འགྱུར་བསྒྲུབ་རྒྱུའི་ནུས་པ་རླབས་ཆེན་ཞིག་ཡོད་པ་དེ་ཚུལ་བཞིན་བེད་སྤྱོད་ཡོང་བ་བྱེད་པ་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཡིད་ཆེས་དང་གུས་བརྩི་ཐོབ་པ་དགོས། དེ་ནི་ངོ་ལྐོག་མེད་པ་དང་དྲང་བདེན་ཕྱི་གསལ་ནང་གསལ་བཅས་མེད་ན་ཡོང་མི་ཐུབ་པས་དེ་དག་སྒྲུབ་ཐབས་བྱེད་དགོས། འཛིན་སྐྱོང་གི་ལས་དོན་ཕྱི་གསལ་ནང་གསལ་བྱུང་ན་ལྐོག་ཟ་རུལ་སུངས་དང་ཉེས་པ་ཕྱོགས་ལྷུང་གི་བྱ་ངན་འགོག་ཐུབ། ཕྱི་གསལ་ནང་གསལ་ཡོང་ཆེད་མི་དམངས་ལ་སྨྲ་བརྗོད་དང་གསར་བསྒྲིགས་ཀྱི་རང་དབང་དགོས་རྒྱུ་ཧ་ཅང་གལ་གནད་ཆེན་པོ་ཡིན། རྒྱ་ནག་གི་དཔལ་འབྱོར་ཡར་རྒྱས་དང་རྨང་གཞིའི་འཛུགས་སྐྲུན་གང་འཚམ་བྱས་ཡོད་པ་དེ་དག་མངའ་འོས་ཀྱི་རང་བཞིན་དང། དེ་དང་ཆབས་ཅིག་ཆབ་སྲིད་ཀྱི་ལམ་སྲོལ་ཡང་རང་དབང་གུ་ཡངས་ཀྱི་ཕྱོགས་སུ་བཅོས་བསྒྱུར་བྱ་རྒྱུ། གལ་ཆེན་པོ་ཡིན། འདས་པའི་ལོ་ཤས་ནང། རྒྱ་ནག་ནང་ཆབ་སྲིད་ཐད་གུ་ཡངས་ཀྱི་བཅོས་བསྒྱུར་དགོས་པའི་བསམ་ཚུལ་འདོན་མཁན་ལས་རིགས་ཁག་གི་མཁས་དབང་སོགས་གལ་ཆེའི་མི་སྣ་ཇེ་མང་དུ་འགྲོ་བཞིན་ཡོད་པ་དང། ལྷག་པར་དུ་སྲིད་བློན་ཝན་ཅཱ་པོ་ཡིས་ཆབ་སྲིད་ལམ་ལུགས་བཅོས་བསྒྱུར་དགོས་པའི་དགོངས་ཚུལ་ཡང་ཡང་གསུངས་པ་བཅས་ནི་དོ་སྣང་བྱེད་འོས་པའི་གལ་ཆེའི་མངའ་བདག་ཞིག་ཡིན་པས་ཡི་རངས་བསྔགས་བརྗོད་ཡོད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནི་མི་རིགས་སྣ་མང་ལས་གྲུབ་པའི་རྒྱལ་ཁབ་ཅིག་ཡིན་ཅིང། སྐད་ཡིག་དང་རིག་གཞུང་རྣམ་གྲངས་ཕྱུག་པོ་ཡོད། མི་རིགས་སོ་སོའི་རིག་གཞུང་དང། དེ་དག་གི་གཞི་རྟེན་སྐད་ཡིག་དང་བཅས་པ་མི་ཉམས་རྒྱུན་འཛིན་དང་སྲུང་སྐྱོབ་བྱ་རྒྱུ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་རིགས་སྲིད་ཇུས་དང་མཐུན་པ་མ་ཟད་རྩ་ཁྲིམས་ཀྱི་ནང་དུའང་གསལ་པོ་འཁོད་ཡོད། བོད་ཀྱི་སྐད་ཡིག་ནི་ནང་པའི་ཆོས་དང་ལྟ་གྲུབ། ཚན་རིག་བཅས་ཀྱི་རིག་གཞུང་དཔལ་ནཱ་ལེནྡྲའི་སྲོལ་རྒྱུན་ཡོངས་སུ་རྫོགས་པའི་མདོ་རྒྱུད་བསྟན་བཅོས་ཆ་ཚང་བཞུགས་པའི་སྐད་ཡིག་གཅིག་པུ་དེ་ཡིན། དེ་བཞིན་ཚད་མ་རིག་པའི་གཞུང་ལུགས་ཆ་ཚང་དང་དེའི་འཆད་ཉན་གྱི་རྒྱུན་བོད་ཀྱི་སྐད་ཡིག་ནང་མ་གཏོགས་མེད། ནང་པ་སངས་རྒྱས་པའི་དཔལ་ཡོན་ནི་འཇིག་རྟེན་སྐྱེ་འགྲོ་ཡོངས་ཀྱི་ཕན་བདེའི་གཞི་རྩ་ཡིན་པ་དེ་དག་སྲུང་སྐྱོབ་དང་དར་སྤེལ་བྱ་རྒྱུ་ལས་ལྡོག་སྟེ། ནུས་ཤུགས་ཅི་རིགས་ནས་དོ་ཕོག་དང་ཉམས་མེད་གཏོང་བ་ནི་མི་རྣམས་ཀྱིས་ལེགས་ཉེས་འབྱེད་པའི་རྣམ་དཔྱོད་ཀྱི་བསླུ་མེད་འཆད་ཉན་གྱི་མེད་པ་བཟོས་པ་ཞིག་ཡིན། དེས་ནང་ཁུལ་རང་གཞན་ཡོངས་ལ་གནོད་པ་ཡོང་རྒྱུར་བརྟེན་ངེས་པར་མཚམས་འཇོག་བྱེད་དགོས། རྒྱ་ནག་དབུས་གཞུང་གིས་བོད་ཀྱི་བརྟན་ལྷིང་དང་འཕེལ་རྒྱས་གཉིས་ནི་ཡུན་རིང་བདེ་འཁོད་ཀྱི་གཞི་རྩ་ཡིན་པ་ཡང་ཡང་བརྗོད་བཞིན་དུ་བོད་ས་ཡོངས་སུ་ད་ལྟའང་དམག་མི་ཁྱོན་ཆེ་འགྲེམས་འཇོག་གིས་དམ་དྲག་སྔར་ལས་ལྷག་པ་བྱས་ཏེ་བོད་མི་རྣམས་འཇིགས་སྣང་དང་དངངས་སྐྲག་འོག་སྡོད་དགོས་པའི་གནས་སྟངས་འདི་བརྟན་ལྷིང་དང་འཕེལ་རྒྱས་ལ་གནོད་རྒྱུ་ལས་མེད་ཅིང། ལྷག་པར་ཉེ་བའི་ཆར་བོད་ནང་རྩོམ་པ་པོ་དང། སྙན་ངག་པ། རྩོམ་སྒྲིག་པ། སྒྱུ་རྩལ་བ། ཁོར་ཡུག་སྲུང་སྐྱོབ་པ་སོགས་བོད་མི་དཔྱོད་ལྡན་མང་པོ་ཆ་གཞི་ལྡན་པའི་སྒོ་ནས་འཛིན་བཟུང་དང་བཀག་ཉར། ཁྲིམས་ཞིབ་ཚད་ལྡན་དང། དན་རྟགས་གསལ་པོ་མེད་པར་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་པའི་ཆབ་སྲིད་ཀྱི་ཉེས་འཛུགས་བྱས་ཏེ་བཙོན་འཇུག་ཁྲིམས་ཆད་བཅད་པ་འདི་དག་ནི་ཆེས་བློ་ཕམ་འབྱུང་གཞི་དང། དེ་བཞིན་ཤེས་ཡོན་ཅན་རྣམས་ཀྱི་རང་དབང་དྲང་བདེན་གྱི་སྨྲ་བརྗོད་བཀག་ཆེད་གདུག་རྩུབ་ཆེ་བའི་དྲག་གནོན་གྱི་ཐབས་ལམ་ལག་བསྟར་བྱས་པ་དེས་བོད་ཀྱི་བརྟན་ལྷིང་དང་འཆམ་མཐུན་ལ་གནོད་འཚེ་ཧ་ཅང་ཆེན་པོ་བཟོ་བཞིན་ཡོད། དེ་མཚུངས། ཉེ་བའི་ཆར་རྒྱ་ནག་ནང་དུའང་ཡུལ་མིའི་ཐོབ་ཐང་སྲུང་བའི་ཁྲིམས་རྩོད་པ་དང་རང་དབང་གི་རྩོམ་པ་པོ་སོགས་ཤེས་ཡོན་ཅན་མང་པོ་འཛིན་བཟུང་དང་བཀག་ཉར་ཁྲིམས་ཆད་བཏང་བ་བཅས་ནི་ཆེས་བློ་ཕམ་གྱི་གནས་སུ་གྱུར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་ཁྲིད་རྣམས་ཀྱིས་གནས་ཚུལ་འདི་དག་ལ་བསྐྱར་ཞིབ་ནན་པོ་དང་འབྲེལ་སྲིད་དོན་གྱི་ཉེས་མིང་འོག་འཛིན་བཟུང་བཙོན་འཇུག་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་ཡོང་བའི་འབོད་སྐུལ་ནན་པོ་བྱ་རྒྱུ་ཡིན། དམིགས་བསལ་བོད་དོན་དཀའ་རྙོག་གི་གནད་དོན་ལ་མཚོན་ན། རྒྱ་ནག་གཞུང་གིས་བོད་དོན་དཀའ་རྙོག་མེད་ཚུལ་དང། དཀའ་རྙོག་ནི་ཏཱ་ལའི་བླ་མ་སྒེར་གྱི་གནད་དོན་ཡིན་ཚུལ་བརྗོད་ཀྱི་ཡོད། དོན་དངོས་ཐོག་བོད་རིགས་ཡོངས་ལ་ལུས་སེམས་གཉིས་ཀར་བཟོད་མི་ཐུབ་པའི་དཀའ་ངལ་ཡོད་པ་དང། གཞུང་འཛིན་པའི་སྲིད་ཇུས་ལ་འདོད་བློ་མ་ཁེངས་པའི་གནས་ཚུལ་ཤུགས་ཆེ་ཡོད་པ་ནི། བོད་ཀྱི་ས་ཁུལ་གང་ས་ནས་ཡོང་བའི་སྐྱ་སེར་ཕོ་མོ་རྒན་གཞོན་དབྱེ་བ་མེད་པ་དང། ལས་རིགས་དང། འཚོ་ཐབས་གྲལ་རིམ་འབྲེལ་མིན་བཅས་ཀྱི་མི་ཚང་མས་གཅིག་གྱུར་གྱིས་མྱོང་ཚོར་བརྗོད་ཀྱི་ཡོད་ཅིང། དེ་ལྟར་བརྗོད་མཁན་གྱི་ཁོངས་སུ་རྒྱ་རིགས་དང་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་སོགས་ཀྱང་ཡོད། བོད་རིགས་ཡོངས་ལ་ཡིད་ཆེས་ལོན་གྱི་མ་ཐུབ་པར་དོགས་ཟོན་ཆེན་པོས་ཡུལ་མི་ཚང་མའི་བྱ་སྤྱོད་ལ་ཞིབ་འཇུག་དོ་དམ་ནན་པོ་བྱེད་པ་དེ་ནས་བོད་ནང་གི་དངོས་ཡོད་གནས་སྟངས་གསལ་པོར་མཚོན་ཡོད། དེ་སྔོན་ངོས་ནས་ལན་མང་བརྗོད་མྱོང་བ་ལྟར། གལ་ཏེ་བོད་མི་རྣམས་ལ་དཀའ་ངལ་མེད་པར་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་ཡོད་ན། དེ་དག་རྒྱལ་སྤྱིའི་ནང་དང། ཕྱི་སྡོད་བོད་མི་ཡོངས་བཅས་ལ་གསལ་སྟོན་བྱེད་དགོས་པ་ཡིན། བཙན་བྱོལ་བོད་མིའི་བདེན་དོན་འཚོལ་བའི་ལྟ་སྐོར་ཚོགས་ཁག་དེ་སྔོན་ལོ་རབས་བདུན་ཅུ་པ་དང་བརྒྱད་ཅུ་པའི་ནང་བསྐྱོད་པ་ལྟར་དང། ཕྱོགས་མཚུངས་རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མི་དང་གསར་འགོད་པ། ཉམས་ཞིབ་པ་སོགས་ཀྱང་རང་དབང་གི་ཐོག་ནས་བོད་ས་ཡོངས་སུ་དངོས་ཡོད་གནས་ཚུལ་ཞིབ་འཇུག་ཆེད་འགྲོ་རྒྱུའི་གོ་སྐབས་བསྐྲུན་དགོས། དེ་འདྲའི་ཞིབ་འཇུག་གི་ལམ་ནས་བོད། བོད་ནང་དཀའ་ངལ་མེད་པའི་དོན་དངོས་ར་སྤྲོད་བྱུང་ན་ང་ཚོའི་ངོས་ནས་གང་ཡང་གླེང་རྒྱུ་མེད། དངོས་བྱུང་ཉམས་མྱོང་གི་ཐོག་ནས་བཤད་ན། འདས་པའི་ལོ་རབས་ལྔ་བཅུ་བའི་ནང། མའོ་ཙེ་ཏུང་སོགས་གྲོས་མཐུན་དོན་ཚན་བཅུ་བདུན་འཇོག་སྐབས་ཀྱི་དབུ་ཁྲིད་རྣམ་པ་དང། དེ་རྗེས་ལོ་རབས་བརྒྱད་ཅུ་བའི་ནང་ཧུ་ཡང་ཕང་སོགས་ཀྱིས་བོད་ཀྱི་ཐོག་འཛིན་པའི་སྲིད་ཇུས་དང་ལྟ་ཚུལ་དེ་དག་རྒྱུན་མཐུད་གནས་ཡོད་ན། བོད་དོན་ཙམ་དུ་མ་ཟད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དཀའ་རྙོག་མང་པོ་ཞིག་ཀྱང་དཀའ་ཚེགས་མེད་པར་སེལ་ཐུབ་ཡོད་པ་སྨོས་མ་དགོས། འོན་ཀྱང་སྟབས་མ་ལེགས་པ་ཞིག་ལ། གཡོན་མཐའི་ལམ་ཕྱོགས་ཀྱི་སྲིད་ཇུས་ལ་བརྟེན་ནས་དེ་དག་ལམ་དུ་སོང་མེད། ད་ཆ་མི་ལོ་བཅུ་ཕྲག་ལྔ་དྲུག་འདས་པའི་མཚམས་འདིར་དཀའ་ངལ་རྣམས་དེ་བས་གཏིང་ཟབ་པོ་དང་རྙོག་འཛིང་ཆེ་རུ་སོང་ཡོད། མཐོ་སྒང་དུ་གནས་པའི་གངས་ཅན་བོད་ཀྱི་ཡུལ་ནི་ཤར་གླིང་ཡོངས་སུ་འབབ་པའི་ཆུ་བོ་ཆེན་པོ་རྣམས་ཀྱི་འབྱུང་ཁུངས་དང། ས་ཡི་གོ་ལའི། གནས་མོ་གསུམ་པ་ལྟ་བུའི་འཁྱགས་རོམ་གྱི་གནས་གཞི། ཤར་གླིང་གི་ཆར་ཞོད་ལ་ཚོད་འཛིན་གྱི་ནུས་པ་ལྡན་པ་བཅས་ཀྱི་ས་ཁུལ་ཁྱད་པར་བ་ཞིག་ཡིན། དེའི་ཁོར་ཡུག་ཉམས་ཆག་སོང་ན་རྒྱ་དཀར་ནག་གཉིས་དང་དེའི་ས་འབྲེལ་ཡུལ་འབབ་གཞན་ཡོངས་ལ་གནོད་འཚུབ་ཆེན་པོ་ཡོང་གཞི་བརྟེན་བོད་ཀྱི་ས་ཁུལ་ཁག་གི་ཁོར་ཡུག་ལ་བདག་གཅེས་གཏན་ནས་མེད་པར་གང་བྱུང་གཏེར་ཁ་དབང་འདོན་དང་ཆུ་བོ་བཀའ་བརྒྱུད་ཤིང་ནགས་གཅོད་འབྲེག་སོགས་བྱེད་པ་ནི་ཤིན་ཏུ་མ་འོས་པ་ཡིན་པས་འཕྲལ་དུ་མཚམས་འཇོག་བྱེད་དགོས། ད་ལྟ་ཉམས་ཆག་ཚབས་ཆེ་འགྲོ་བཞིན་ཡོད་པའི་བོད་ཀྱི་ཁོར་ཡུག་ནི་འགྲོ་བ་མིའི་རིགས་སོགས་སྐྱེ་དངོས་སྲོག་ཆགས་མང་པོ་ཞིག་འཚོ་གནས་དང་འབྲེལ་བ་དམ་པོ་ཡོད་པས། རྒྱ་ནག་དབུས་སའི་གཞུང་དང་མང་ཚོགས་བཅས་ནས་དོ་སྣང་གིས་རྫ་བྲག་གི་ཉེན་སྐྱོབ་བྱ་རྒྱུ་ཤིན་ཏུ་གལ་ཆེ་ཡིན། ང་ཚོའི་ངོས་ནས་བོད་ཀྱི་གནད་དོན་སྒྲིག་ཆགས་ཡོང་ཐབས་སུ། གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་དམ་འཛིན་ཐོག་དབུས་འཐབ་ཕྱོགས་གཅིག་གྱུར་གྱི་ལས་ཀྱི་སྣེ་མོ་བ་རྣམས་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་ཆ་རྐྱེན་ཁག་གཞིར་བཟུང། བོད་མིའི་མངོན་འདོད་དང་རེ་འདུན་གསལ་ཞིང་ཞིབ་པར་ངོ་སྤྲོད་བྱས་ཟིན་རུང། ད་བར། དུས་མཐུན་གྱི་ལན་ཚྭ་གང་ཡང་མ་བྱུང་བ་མ་ཟད། བོད་དོན་ཐག་ཐག་གཅོད་བྱ་རྒྱུའི་འདུན་པ་ཡོད་པའི་མངའ་བདག་གང་ཡང་མ་མཐོང་སྟབས། ང་ཚོའི་འགྲེལ་བརྗོད་དང་དགོས་འདུན་གསལ་བཤད་ཁག་རྒྱ་ནག་གཞུང་གི་གོང་རིམ་དབུ་ཁྲིད་ལ་བཅོས་བསླད་མེད་པའི་ཞུ་རྒྱུས་བྱེད་ཀྱི་ཡོད་མེད་ཐེ་ཚོམ་གྱི་གནས་སུ་གྱུར། བོད་རྒྱ་མི་རིགས་གཉིས་ནི་སྲིད་པ་ཆགས་པ་ནས་བཟུང་ཁྱིམ་མཚེས་སུ་གནས་པའི་སྤུན་ཟླ་ལྟ་བུའི་མཆེད་གྲོགས་ཀྱི་མི་རིགས་ཤིག་ཡིན་པས། ཆབ་སྲིད་དབང་འཛིན་པ་རྣམས་ཀྱི་བྱ་སྤྱོད་དབང་གིས་མི་རིགས་གཉིས་བར་འཁོན་འཛིན་དང་སྡང་ཟུག་བྱུང་ན་གཏན་ནས་མི་འོས་པ་མ་ཟད། ལྷག་པར་ཕན་ཚུན་འཚེ་བའི་བྱ་བ་ཕྲ་མོ་ཙམ་བྱུང་ན་རང་གཞན་གཉིད་ཁུག་ཡོང་རྒྱུ་ལས་མ་འདས་པས། བོད་རིགས་ཡོངས་ནས་རྒྱ་རིགས་ཀྱི་མཚོན་མི་རིགས་ཚང་མར་མཛའ་མཐུན་དང་གཅིག་ཕན་གཅིག་གྲོགས་ཀྱི་སྒོ་ནས་བོད་མིའི་ཐུན་མིན་བྱམས་བརྩེ་ཡ་རབས་ཀྱི་བཟང་སྤྱོད་མ་ཉམས་པ་དགོས་རྒྱུ་ཤིན་ཏུ་གལ་ཆེ། ཕྱིས་དུས་བོད་རྒྱའི་མི་རིགས་དབར་སྔར་ལྷག་འབྲེལ་ལམ་གོང་མཐོར་གཏོང་ཆེད་དམིགས་བསལ་འབད་རྩོལ་བྱས་དང་བྱེད་བཞིན་ཡོད་པར་གྲུབ་འབྲས་ཀྱང་མི་དམན་པ་ཐོབ་ཡོད། གཞིས་དུས་བོད་རིགས་རྣམས་ཀྱིས་ཀྱང་དེ་མཚུངས་ཀྱི་འབད་འབུངས་བྱེད་དགོས་ངེས། བྱང་ཨ་ཧྥེ་རི་ཁ་དང་ཡུལ་ལུང་གཞན་མང་པོར་འཚེ་མེད་ཞི་བའི་ལམ་ནས་རང་དབང་དང་དམངས་གཙོའི་རྩོད་སྒྲུབ་བྱས་པ་དེ་དག་བསྔགས་པར་འོས་ཤིང་འཚེ་བ་མེད་པ་དང། མི་དམངས་ཀྱི་ནུས་སྟོབས་ལ་ངོས་ནས་རྒྱུན་དུ་ཡིད་ཆེས་བྱེད་ཀྱི་ཡོད། ཟང་འབྲས་ཀྱི་མྱུ་གུ་འདི་དག་གསོ་སྐྱོང་གི་འབྲས་བུ་སྨིན་པའི་ལྗོན་ཤིང་དུ་འགྱུར་བའི་སྨོན་འདུན་བྱེད་དགོས། ངོས་རང་ཆུང་དུས་ནས་ཡིད་ལ་བརྣག་པའི་མངོན་འདོད། བོད་མིའི་ཆབ་སྲིད་ཀྱི་རང་བཞིན་ཡང་དག་པའི་དམངས་གཙོའི་ལམ་དུ་བསྒྱུར་རྒྱུར། བོད་དུ་སྲིད་དབང་བཟུང་བ་ནས་བཟུང་འབད་རྩོལ་གང་ཐུབ་བྱས་ཏེ་གཞི་རིམ་གྱི་འགྱུར་བ་རེ་ཟུང་བཏང་ཡང་གྲུབ་འབྲས་ཆེན་པོ་མ་ཐོན། བཙན་བྱོལ་དུ་འབྱོར་བ་ནས་བཟུང་འབད་རྩོལ་ཅི་ཡོང་བྱས་ཏེ། ད་ཆ་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་སྒྲོམ་གཞིའི་འོག། སྤྱི་བསྡུས་དང་བཀའ་བློན་ཁྲི་པ་མང་ཚོགས་ནས་ཐད་ཀར་འོས་འདེམས་བྱ་རྒྱུས་མཚོན། དེང་རབས་ཀྱི་མང་གཙོའི་མཚན་ཉིད་དང་ཆ་ལག་ཡོངས་སུ་རྫོགས་པ་ཞིག་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་དངོས་སུ་ལག་བསྟར་ཐུབ་པ་བྱུང་ཡོད། ད་དུང་ཡང། མང་གཙོའི་འཕེལ་རིམ་ཡོངས་སུ་རྫོགས་པ་ཡོང་ཆེད་ངོས་ནས་མིག་སྔའི་རྗེས་འབྲེལ་གྱི་མི་རིགས་དང། འཛིན་སྐྱོང་གི་དགུ་སྒྲིག་བྱེད་མ་དགོས་པར་བོད་མིའི་ཆབ་སྲིད་ཀྱི་ལས་དོན་མཐའ་དག་མང་ཚོགས་ཀྱིས་རང་དབང་གི་སྒོ་ནས་འོས་འདེམས་བྱས་པའི་མགོ་ཁྲིད་རྣམས་ཀྱིས་བྱེད་ཐུབ་པ་དགོས་རྒྱུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནས་བཟུང་ཡང་ཡང་སྐུལ་འདེད་ལམ་སྟོན་བྱེད་བཞིན་པ་ལྟར་ད་ཆ་དེ་དག་དངོས་སུ་ལག་བསྟར་བྱ་རྒྱུའི་དུས་ཚོད་སྨིན་པར་མཐོང་སྟེ། ད་རེས་འདི་ཟླའི་ཚེས་བཅུ་བཞི་ནས་མགོ་འཛུགས་བྱ་རྒྱུའི་སྐབས་བཅུ་བཞི་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་བཅུ་གཅིག་པའི་ཐོག་འཕྲིན་ཡིག་གི་ལམ་ནས་བཅའ་ཁྲིམས་ཀྱི་གཙོས། སྒྲིག་ཁྲིམས་ཁག་ལ་གཞི་རྩའི་བསྐྱར་བཅོས་བྱ་དགོས་རྣམས་བྱེད་དགོས་པའི་ལམ་སྟོན་བྱས་ཏེ། ཆབ་སྲིད་ཀྱི་དབང་ལུང་ཡོངས་རྫོགས་འོས་འདེམས་བྱས་པའི་འགོ་ཁྲིད་རྣམས་ལ་རྩིས་སྤྲོད་བྱ་རྒྱུའི་ཐག་གཅོད་ཟིན་པ་ཡིན། གནས་ཚུལ་འདི་བརྒྱུད་རློམ་ཁག་ནང་གསལ་བསྒྲགས་བྱུང་བ་ནས་བཟུང། བོད་ཕྱི་ནང་གང་སར་གནས་པའི་མང་ཚོགས་དང་སྒྲིག་འཛུགས་ཁག་མི་སྒེར་མང་པོ་བཅས་ཀྱིས། ངོས་ལ་སྔར་བཞིན་ཆབ་སྲིད་ཀྱི་འགན་འཁུར་མུ་མཐུད་བྱེད་དགོས་པའི་རེ་སྐུལ་ནན་པོ་བྱུང་ཡང། ངོས་ཀྱིས་སྲིད་དབང་རྩིས་སྤྲོད་བྱ་རྒྱུའི་བསམ་ཚུལ་འདི་འགན་འཁུར་བྱེད་འདོད་མེད་པའམ་སེམས་ཤུགས་ཆག་པ། བོད་མིའི་བདེན་དོན་གྱི་འཐབ་རྩོད་བློས་བཏང་བ་བཅས་གཏན་ནས་མིན་པར། བོད་མི་རིགས་ཀྱི་འཕྲལ་ཕུགས་ཁེ་ཕན་ཁོ་ནའི་ཆེད་དུ་དམིགས་པ་ཞིག་ཡིན་པས། ཁྱེད་ཚོའི་རེ་སྐུལ་དང་ལེན་བྱ་ཐབས་མ་བྱུང་ཡང། བོད་མི་ཡོངས་ཀྱིས་ཇི་སྲིད་ངོས་ལ་ཡིད་ཆེས་ལོན་གྱི་ཡོད་པ་དེ་སྲིད་དུ་ངོས་རང་བོད་མི་ཞིག་བོད་ཀྱི་ཡུལ་མི་ཞིག་ཡིན་པས། རང་འགན་ངེས་པར་དུ་བསྒྲུབ་རྒྱུར་བརྟེན་རིམ་བཞིན་གནད་དོན་འདིའི་ག་དགོས་རྒྱུ་མཚན་རྣམས་གོ་རྟོགས་ཀྱིས་ངོས་ཀྱིས་ཐག་གཅོད་ལ་མོས་མཐུན་དང་ལེན་བྱེད་པའི་ཡིད་ཆེས་ཡོད། དྲང་བདེན་ལ་དགའ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་དང་ལས་ཀྱི་སྣེ་མོ་བ། གྲོས་ཚོགས་ཀྱི་འཐུས་མི། ཤེས་ཡོན་ཅན་དང་རང་དབང་དོན་གཉེར་བ་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་སོགས་ཀྱིས་དུས་ཡུན་རིང་པོའི་བར་ཡིད་ཐང་མ་ཆད་པ་དང། རྒྱ་གཞུང་གི་གནོན་ཤུགས་དང་སུན་གཙེར་འདྲ་མིན་ལ་ཇི་མི་སྙམ་པར་བོད་མི་རིགས་ཀྱི་འཐབ་རྩོད་ལ་བདེན་པའི་རྒྱབ་སྐྱོར་ལྷག་བསམ་རྣམ་དག་དང། ཁ་ཞེ་གཉིས་མེད་ཀྱིས་གནང་མཁན་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་ཚང་མའི་ནང་གྲངས་ལས་འདས་པ་ཞིག་ཡོད་པ་དེ་དག་ལ་དེ་རིང་གི་གོ་སྐབས་འདི་བཟུང་སྟེ་བཀའ་དྲིན་རྗེས་དྲན་གྱི་ཐུགས་རྗེ་ཆེ་ཞེས་བརྗོད་རྒྱུ་ཡིན། ལྷག་པར་རྒྱ་གར་གྱི་མང་ཚོགས་དང་དབུས་སའི་གཞུང་འཛིན་པ་རྣམ་པས་བཙན་བྱོལ་བོད་མིའི་བདེ་དོན་དང། བོད་ཀྱི་ཆོས་རིག་སྲུང་སྐྱོབ་བོད་མིའི་ཕུགས་འདུན་སྒྲུབ་ཐབས་བཅས་ལ་སྒོ་ཀུན་ནས་མཐུན་འགྱུར། རོགས་སྐྱོར་གཡོ་མེད་རྒྱུན་འཁྱོངས་གནང་བའི་བཀའ་དྲིན་ནམ་ཡང་ཇི་ལྟར་མེད། སྐྱེ་འགྲོ་ཡོངས་ལ་ཕན་འཕྲིན་ཡོན་དགེ་བའི་སྨོན་འདུན་བཟང་པོ་བཅས་ཤཱཀྱའི་དགེ་སློབ་ཆེན་མོ་སྟག་ལུང་སྐྱེ་འབྲི་བཅུ་བཞི་པ་བསྟན་འཛིན་རྒྱ་མཚོས་སྤྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་གསུམ་པའི་ཚེས་བཅུ་ལ་གྲོལ་བྱས།